དཔེ་ཆ་ཆ་ཚང་སྤྲད་ཐུག་མེད་པས་ན་ཁོ་བདའ་རེ་བདའ་རེ་སྤྲད་བྱས་ད་གང་ཚོད EMI ལགས་འདུག་བ་ད་དེ་འདྲའི་བདའ་བ་བདའ་བ། ཁོ་མོ་ཁྲིད་རེ་རེ་སྤྲད་ཟེར་རོ་ད་དེ་འདྲའི་གི་ཐབས་ལམ་གི་བརྒྱུད་ནས་ཁོ་རང་ཀུ་ཤུ་ཁ་བ་ཉོས་ཡས་ཀྱི་སྐད་ཆ་བྱས་ཡིན་པ་འདྲ། ཁྱེད་ཚང་གིས་ད་དཔེ་ཆ་མ་འདང་བ་བྱས་བྱས་ཨ་ནི་པ་པ་སྙམ་དུ་ཁ་རྩོད་ཤོར།

སོ་སོའི། བཟའ་ཟླ་དང་བུ་གཉིས་ཀ་གཡང་མ་ཚ་ཚ་བ་ཤིང་ཏོག་བྱུང་པའི་རྗེས་ལ་ཨ་མ་ཡིན་ན་གཡང་མ་ཆོམ་བྱ་ཁ་འདའ། ཀུ་ཤུ་ཁ་བ་གཅིག་གིས་དོན་དག་ཡང་ནང་མི་གསུམ། ནི་དུས་སུ་དུས་ཚོད་གཅིག་ལ་དེ་རང་སུ་ཕྱིན་པས་ནི་ཚོའི་ལྕེ་ཡ་རེད་དེ་ཞེས་ཁྱིམ་ཚང་གི་ཏང་ཙུའི། སྤྱི་ཚོགས་ནང་ལོ་ཡ་བྱེད་སྟངས་མི། ཕྱུག་པོ་སྐྱོ་པོ་ད་ཅིག་མོ་འཇོན་པོ་མ་འཇོན་པོའི་མང་པོ་ཡོད་རེད་དེ། ཡིན་ནའི་ད་ག་འདའ་སེམས་པ་ནེམ་དུ་ཡ་དེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད། ཕྱུག་པོ་དེ་ཚོ་ཡིན་ན་ངོམ་སོས་བརྒྱལ་ཏེ་དུས་སུ་ཉུང་སུ་མ་བཏང་པ་ཡིན་ན།

བཞི་བརྒྱ། སྤྲད་བྱ་ནི་དུ་ཟླ་ཆོས་འདི་ག་གི་ཐག་ཆོད་ཀྱི་ཡོད་པའི་ནི་ཚུལ་བཅད་རེ་ད་བྱ། ཆོས་མཐུ་ཡས་ཀྱི་ནི་དོན་འདི་ཡིན་ན་ནི་དཀྲིགས་གྲོགས་ཀྱི་དྲ་ཚིགས་སུ་ངའི་སྤུ་གུ་ལོ་བཅུ་གསུམ་དང་བཅུ་གསུམ་ལས་ཅུང་ང་དེ་འདྲའི་མང་པོ་ཡོད་བསྡད་པ། དེ་ཚོ་གི་ནི་ཕ་མའི་ཤེས་རྟོགས་མ་བྱུང་གི་གོང་ནས།

དེ་ནི་ཡུག་ཀེ་རེན་གྱི་སྲིད་བློན། སྲིད་འཛིན། ད་ལྟའི་ཛེ་ལན་སི་ཀེ་རྒྱལ། ཨ་རིག་གི་ཕྱུག་བདག་ཨེ་ལན་མོ་སི་ལ་ད་ལྟའི་སི་ཏྲ་ལིང་དྲ་ཚིགས་ནི་བེད་སྤྱོད་བཏང་བཅུ་རོགས་བྱེད་སི་ཏྲ་ག་ད་ཁོ་རང་སུ་གི་མི་མེད་གནམ་གྲུ་ར་ཤི་ཡ་གི་ནང་ལོག་ཡ་འགྲོ་བྱས་ར་ཤི་ཡ་གི་ད་ནང་ལོག་ཡ་ཁེ་ལོ་མི་ཏྲེ་ཉིས་བརྒྱ་སི་ཀི་ནང་ལོག་འཛུལ་ཐུ་ཡ་གི་རེ་བ་བསྐྱབ་བྱས་ག་ད་དམག་དེ་ཚང་མ་དྲ་ཐོག་ནས་རྒྱག་གི་ཡོད་པས་ཙང་དེ་གི་དྲ་དེ་རག་པས་ན་ཁོ་ཚོས་ཀྱིས་ར་ཤི་ཡ་ལ་ད་ཅིག་གཏོར་སྐྱོན་དང་དེ་འདྲའི་རྩུབ་སྤྱོད་དང་དེ་ནས་མང་པོ་ཅིག་ལ་གནོད་སྐྱེལ་ཐུ་ཡས་ཀྱི་རེ་བ་ཡོད་དེ་པ་ཆེ་ཚང་གིས Elon Musk དང Starlink བེད་སྤྱོད་བཏང་བཅུ་རོགས་བྱས་སྟབས་ཆེ་ཡ་ནི་ཆོག་མཆན་ཞུ་གི་ཡོད་པའི་གནས་ཚུལ་བཅས་རེད་དེ་བྱས་ད་ཁ་ཚང་ཟ་ཉི་མ་རེད་ད་སྤེན་པ་ཡ་ད་དེ་འདྲ་ཅིག་ཡ་ད་ད་ར་ཤི་ཡ་གིས་ཡུག་རེན་གྱི་ཁྲོམ་ར་ལོག་ར་ད་ནུ་མོལ་ཚོང་ཁང་ཆེན་པོ་ཅིག་ལ་གཏོར་སྐྱོན་བྱས་བྱས་མི་བཅུ་དྲུག་གི་ཚེ་སྲོག་ཤོར་ཡོད་པ་ད་རྨི་སྐྱོན་མང་པོ་བྱུང་བའི་གནས་ཚུལ་དེ་འདྲ་བཅས་ཐོན་སྡད་རེད། གང་དག་མི་མེད་རྣམ་དྲུག་བསྟུད་མ་ཁྱབ་བྱེད་ནི་མི་མེད་རྣམ་དྲུག་གཉིས། ནི་དུ་སོ། གཅིག་འཕྲོས་གཉིས་མཐུད་བྱེད་ཅེས་ནི། ཚོང་ཁང་ཆེན་པོའི་སྒང་ལ་ཚ་བྱ་གཏོར་སྐྱོན་བྱུང་པའི་ནི་ཚོད་དེ་འདི་ཡོད་པ་རེད། ཅེས་བྱས་ཆབ་སྲིད་ནི་ཚོད་ཁ་ཅིག་ཞུས་པའི་ནི་ཏི་ཐ་འདི་ཨི་རན་གྱི་སྲིད་འཛིན་མོ་སུད་པེ་ཟེས་ཁོན་གྱི་ཁ་ཚང་ཨི་རན་གྱི་སྨན་པའི་ཉིན་མོ་ཡ་གཏམ་བཤད་གནང་པའི་སྐབས་སུ། ཨི་རན་གྱིས་དུས་ངན་ཨ་རི་མཉམ་དུ་གན་རྒྱ་བཤད་དེ་ག་ད་དཀའ་ངལ་ག་འདྲ་ཅིག་ཡིན་ན་གྲོས་མོལ་གྱི་བརྒྱུད་ནས་སེལ་དགོས་དེ་གལ་ཆེན་པོ་ཡིན་པ་དེའི་གི་ཐོག་ནས་གན་རྒྱ་བཞག་པ་ཡིན་མ་གཏོགས་ནི་ཨི་རན་གྱི་ངོས་ནས་ཨ་རི་ཡ་མགོ་རྩ་བ་ཉིད་ནས་སྒུག་མེད་ཟེར་བ་ཨ་རི་གི་ད་ལྟའི་ཁོ་ན་ཚོ་ཡ་དྲང་ནན་བྱེད་ཡ་དེ་ཡ་ང་ཚོའི་གི་གདོང་ལེན་བྱས་པའི་ཐོག་ནས་ང་ཚོས་ལན་འདེབས་བྱེད་ཀྱི་རེད་ཟེར་ན་གང་ལྟར་ད་ལྟའི་ཨ་རི་དང་ཨི་རན་གྱི་པ་ར་ཡ་ད་གྲོས་མོལ་ཅིག་ཡོང་ལ་མ་ཡོང་ལ་བྱས་ཏེ་རྣམ་པ་ཀྱི་སྐབས་སུ་ནི་ཁོ་རང་སོ་གི་ད་མགོ་སྒུར་གྱི་མེད་པའི་འདུག་ཟེར་གཏམ་བཤད་གནང་པའི་ནི་ཚོད་དཔྱད་རེད་དེ་བཤད། དེ་ནི་པ་ཀི་སི་ཐན་གྱི་དམག་སྤྱི་ཨ་ཟིམ་མུ་ནིར། ཆུང་ཆུང་སར་ཟླ་བ་ཡི་གནས་ཏོ་སི་ཨི་སི་ལམ་བྷ་ཏི་ནས་ཕ་གི་ཨི་རན་གི་རྒྱལ་ས་ཡར་སྤྲོད་བྱས་ཨི་རན་གྱི་གཞུང་མཉམ་དུ་ད་ལྟའི་ཨི་རན་དང་ཨི་རིག་གི་དམག་དོན་དང་འབྲེལ་བའི་ཐོག་ནས་སྐད་ཆ་བཤད་ཀྱི་ཡོད་པ་དང་ཐ་ན་ཞེས་པ་ཀི་སི་ཐན་དང་ཨི་རན་གྱི་ས་མཚམས་དང་འབྲེལ་བའི་ཐོག་ནས་ཞི་བདེ་གི་ངོས་ནས་ཁ་ལོ་ཏའི་གནས་ཐུ་ཨའི་གི་ཐོག་ལ་བཀའ་མོལ་གནང་ཡི་གི་བྱ་བཞིན་ཡོད་འདི་པའི་གནས་ཚུལ་བཅས་རེད་དེ་ཤ

ནས་གྲུ་གཟིངས་ནང་ལོགས་ཡས་ལས་ཀ་བྱེད་མཁན་གྱི་མི་ཉིས་བརྩེ་བཞི་ཡོད་འདུག་པ་དེའི་ནང་ནས་མི་ཉི་ཤུ་དེ་རྒྱ་རིགས་ཡིན་འདུག་པ་སྦང་ལ་དེ་ཤི་གི་མི་གཅིག་ནས་མཱན་མཱར་གྱི་མི་གསུམ་བཅས་འདུག་ཟེར་ཡོད་འདུག་པའི་གནས་ཚུལ་བཅས་རེད་འདུག་ཤ་ཚ་བའི་གྲུ་གཟིངས་བརྡབ་སྐྱོན་བྱུང་པའི་སྐབས་སུ་སིང་ག་པུར་ཕྱོགས་ལ་བསྐྱོད་བསྡད་ཀྱི་ཡོད་པའི་རྣམ་པ་གཅིག་དང། རྒྱ་གར་གྱི་མཚོ་དམག་དང་འབྲེལ་བའི་ཐོག་ནས་ཕ་གིའི་མྱུར་སྐྱོབ་ཀྱི་རོགས་པ་བཏང་ཡོད་པའི་གནས་ཚུལ་བཅས་རེད་འདུག་ཤ་ཚ་གནས་ཚུལ་ཁག་གཞན་གཅིག་གི་ནང་ལོགས་ཡས་མི་ཁག་གཅིག་མྱུར་སྐྱོབ་བྱེད་ཐུབ་ཡོད་པ་དང་ཁག་གཅིག་ད་འདོད་ཡོད་ན་དཀའ་ངལ་ཁྱེད་དེ་འདྲ་གང་ལྟར་གྲུ་གཟིངས་ཆུ་བ་བདུན་པ་ཡིན་ཙང་ད་ལྟའི་གནས་དེ་སྐྱོབ་ཐུབ་མེད་པ་དེ་འདྲ་ཡོད་ནི་དང་ཅེས་བཤད་བསྡད་ཀྱི་འདུག་དེ་ནི་སྟབས་མ་ལེགས་པའི་གནས་ཚུལ་གཅིག་ཡ་མན་མར་དམག་གི་སྲིད་གཞུང་གི་ཁ་ཚང་དུ་སོ་མན་མར་གྱི་འབར་མའི་དགོན་པ་གཅིག་ཡ་དུ་སོ་འབར་རྫས་རིམ་པ་གཉིས་བརྒྱབ་བྱ་འདིའི་ནང་ལོ་ཡ་མི་བཅུ་བཞིའི་སྡེ་གྲོངས་སུ་ཕྱིན་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་རྩ་བའི་དགོན་པ་དེའི་ནང་མི་བརྒྱ་སྐོར་གཅིག་འཛོམས་བྱས་ནས་ཁོ་རང་ཚོའི་སྒོམ་སྦྱོང་ད་ལྟ་ནང་ཆོས་ཀྱི་ལས་གཞི་སྤེལ་བསྡད་ཀྱི་ཡོད་པ་འདི་འདྲ་གཅིག་གི་ཐོག་ལ་ཞོགས་པ་ཐོ་རངས་ཆུ་ཚོད་དགུ་པའི་ཐོག་ཡ་རེད་ས་པ་སངས་ཡ་འདུག་ས་སྣ་མང་བརྒྱ་བྱས་ག་འདྲ་འདུག་ས་སྐར་མ་བཅོ་ལྔ་གྱི་པར་སྟོང་པ་བཞག་བྱས་པར་ཚེ་ཐེངས་མ་གཉིས་གཡུགས་པ་འདི་འདྲ་གའི་གནས་ཚུལ་བཅས་རེད་འདི་ཤག་ཡིན་ད་ལྟའི་བར་གྱི་དགོན་པ་དེ་ལ་རོགས་སྐྱོབ་དང་ལས་ཀ་བྱེད་མཁན་འདི་ནི་འབར་མ་དམངས་འཚོ་དོན་གཉེར་བའི་རུ་ཁག་གིས་བྱེད་ཀྱི་ཡོད་པའི་གནས་ཚུལ་བཅས་རེད། དེ་བཞིན་ད་ལྟའི་དམག་གིས་སྲིད་གཞུང་གི་དམངས་འཚོ་དོན་གཉེར་བའི་ཐོག་བླ་དུ་སོགས་འབར་རྫས་བརྒྱབ་པ་དེ་འདྲ་གི་གནས་ཚུལ་གཅིག་ཆགས་ཀྱི་ཡོད་པ་འདྲ། དེ་ནི་རྒྱ་གར་གྱི་བདེ་འཇགས་སློབ་སྟོན་པ National Security Adviser Ajit Doval ཕྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་ལྔ་ཡང་རྒྱ་ནག་ལ་བྲོས་བྱས་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་མཉམ་དུ་མཇལ་འཕྲད་གནང་ཡག་གི་བྱ་བཞིན་ཡོད་འདུག་པའི་གནས་ཚུལ་བཅས་རེ་འདི་ཤ་སྟག་པའི་མཇལ་འཕྲད་འདིའི་སྐབས་སུ་ཟླ་ཉིས་སྟོང་ཉི་ཤུ་གི་ཚུན་ཆི་ཡའི་ཐ་དད་རྒྱ་དཀར་ནག་གཉིས་བོད་དང་ལ་དྭགས་ཀྱི་ས་མཚམས་ཡར་གདོང་ཐུག་བརྒྱབ་པའི་གནས་ཚུལ་དང་འབྲེལ་བའི་ཐོག་ནས་ཐག་གཅོད་བྱས་ད་ག་མེད་ཡོང་གི་ཡོད་པའི་གནས་ཚུལ་བཅས་རེ་འདི་ཤ་སྟག་ན་ཤི་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང། དེ་སང་ཉིན་རྒྱ་གར་གྱི Brics གྱི་ཚོགས་ཆེན་ལ་བཅར་ཡག་གི་རེ་བ་བྱེད་ཀྱི་ཡོད་པ་དང་དེའི་གི་སྐབས་སུ་ངྷ་ས་གྱི་གྲ་སྒྲིག་གི་བཀའ་མོལ་གནང་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་ཆེ་ཚང་གིས་ང་རང་ཚོའི་ཉེ་ཆར་བོད་པའི་རྡོག་རྩ་གཅིག་སྒྲིག་གི་ལས་གུས་མང་པོ་ཅིག་སྤེལ་བ་ཡིན་ཙང་རྒྱ་ནག་གི་སྲིད་འཛིན་ཨ་རིའི་མཉམ་འབྲེལ་རྒྱལ་ཚོགས་ཀྱི་ཚོགས་འདུ་ཡར་ཕྱིན་ཐེངས་བརྒྱད་པའི་གནས་ཚུལ་བྱུང་བ་རེད་ད་ཁ་ཚང་རྒྱ་གར་གྱི Brics ཚོགས་འདུ་ལ་ཡུང་ཡེ་གི་གཏན་ཁེལ་དེ་ཡོད་པ་རེད་དེ་ད་ལྟའི་གསར་འགོད་ནང་ལ་བསྐོས་ཡ་བྱས་པ་བྱས་ན་ད་ཞིས་ཅིང་ཕིང་གཅིག་ཕྱིན་ན་སླེབས་སྲིད་ཀྱི་རེད་ཟེར་ནས་སླེབས་པ་ཡིན་ན་དེས་ཀྱི་ད་བདེ་འཇགས་ཀྱི་སྔོན་ནས་སྐད་ཆ་བྱེད་དགོས་བར་བ་དེས་ཀྱི་བྱས་པ་རེད་ཟེར་ན་ད་ད་ལྟའི་རྒྱ་གར་ལ་ཡུང་ཡེ་དེ་བྱ་བྱ་བསྟན་སྐད་མེད་པ་དང་དེ་འདྲ་གི་གྱུར་པའི་གནས་ཚུལ་བཅས་རེད་དེ་ཤ་ག་འདའ་ད་ང་ཚོའི་རྡོག་རྩ་གཅིག་སྒྲིལ་གྱི་བོད་དགྲ་ལྡེ་གིས་རྒྱ་ནག་སྲིད་འཛིན་ཞི་ཅིང་ཕིང་ཕྱི་བསྐྱོད་བྱས་ལས་དཀའ་ངལ་དེ་ཅིག་བཟོས་པའི་རྣམ་པ་གཅིག་ཆགས་བསྡད་ཀྱི་ཡོད་པ་རེད། དེ་ནི་བང་ལ་དེ་ཤ་གཞུང་ནི་ད་ལྟའི་སའུ་ཏི་ཨ་རི་བྷེ་པ་ཀི་སི་ཐན་ཏུར་ཀི་གི་རྒྱལ་ཁ་གསུམ་གྱི་གན་རྒྱ་བཞག་པ་རེད་པ་ད་ལྟ་དམག་དོན་གྱི་ཐོག་ནས་གཅིག་སྒྲིལ་བྱས་ཀྱི་དེ་གི་ཐོག་ལ་བཱང་ལ་དེ་ཤི་འཛུལ་ཡ་གི་ཡོད་འདུག་ས་གོ་དོན་སྟོན་གི་ཡོད་པའི་གནས་ཚུལ་བཅས་རེད་ཅེས་ག་ད་ཁོ་རང་སོ་འཛུལ་གོ་བྱུང་བ་ཡིན་ན་རྒྱལ་ཁབ་གི་བདེ་འཇགས་ད་ལྟ་རྒྱལ་ཁབ་གི་ཁེ་ཕན་གི་ཆེད་དུ་ཁོ་ཚོ་འཛུལ་གོ་བྱུང་ན་ཁོ་རང་སོ་འཛུལ་ཡ་གི་གྲ་སྒྲིག་ཡོད་ལ་ཡ་གི་བཀའ་མོས་དེ་འདྲ་གཅིག་གནང་པའི་གནས་ཚུལ་བཅས་རེད་དེ་ཤ་ད་བཱང་ལ་དེ་ཤི་ཀི་སི་ཨ་པ་ཀི་སི་ཐན་ད་དེའི་གི་ནང་འཛུལ་བ་ཡིན་ན་རྒྱ་གར་ད་པཱ་ཀི་སི་ཐན་དམག་ཤོར་བ་ཡིན་ན་ཨ་ནི་བཱང་ལ་དེ་ཤི་ད་རྒྱ་གར་ཡི་དམག་གི་ནང་ལོ་ད་ལྷོང་ཡ་གི་ཉེན་ཁ་ཡོད་དེ་པ་དེ་འདྲ་གི་ག་ངེས་གཅིག་འགྱུར་སེ་ཡི་རེད། དེ་ནི་ཨ་རི་ད་རྒྱ་གར་གཉིས་གི་ཚོང་འབྲེལ་གི་ད་ད་ནྡའི་གྲོས་མོལ་དེ་ག་ར་གང་འཚམས་འགྲིག་ཡོད་པའི་ནི་ཚུལ་གཅིག་རྒྱ་གར་གཞུང་ཚབ་པ་ཨ་སེ་རི་ཀའུ་སྒོར་གི་ཤི་ཀི་ཡོད་པའི་ནི་ཚུལ་བཅས་རེད་དེ་ཤ་ད་རྩ་བའི་ཨ། ཚོང་འབྲེལ་གྱི་གྲོས་མོལ་གནད་འགག་བཞིན་ཚང་མ་འགྲིག་ཚར་བ་རེད། ད་ད་འདི་ཡིག་ཆ་མ་བཀོད་ཡ་ད་ནི་ཅིག་ཁྲིམས་མཐུན་གྱི་ཐོག་ནས་ཅིག་ཁྲིམས་གཞི་བཟུང་གི་ད་ཅིག་དོན་ཚན་སྒྲིག་དགོས་ཡ། དེ་ཚོ་སྒྲིག་བྱས་ནི་ད་དེ་གི་ཁྲིམས་གི་ཐོག་ནས་ལས་ཀ་གི་ཅིག་ཡོད་ར་ཁྲིམས་ཚིག་དེ་ཚོ་བེད་སྤྱོད་བཏང་སྟངས་གི་ཐོག་ནས་དེ་གང་ལ་ལས་ཀ་བྱས་དེ་གི་ཡོད་པ་རྩ་བའི་ཕྱོགས་གཉིས་ཀ་གི་ད་ད་འདི། ཚོང་འབྲེལ་གྱི་གན་རྒྱ་བསྒྲིགས་པའི་ཐོག་ནས་ཡིག་ཐོག་ལ་མ་དཔར་བས་ཙམ་ལྷག་ལས་ལྷག་མེད་པ་ལྟར་འདི་འདྲ་གི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་ཐ་ན་ཞེས་ཁོ་རང་གིས་མུ་མཐུད་ནས་གསུང་བའི་དཔྱད་བྱས་ན་རྒྱ་གར་གྱི་སྲིད་བློན་ཤི་རི་ན་ར་ཐ་མུ་དྷི་དང་ཨ་རིའི་གི་སྲིད་འཛིན་ཀྲམ་གཉིས་ཀྱི་བར་ཧ་ཡག་འབྲེལ་བ་ཡི་བཟང་པོ་ཡོད་བསྡད་པ་དང་ཨ་ནི་རྒྱ་གར་དང་ཨ་རི་གཉིས་མཐུན་ཕྱོགས་ཀྱི་ཐོག་ནས་ད་ལྟའི་འབྲེལ་བ་ཡག་པོ་ཡོད་དགོས་ཡ་དེ་གལ་ཆེན་པོ་ཡིན་པའི་ག་མེད་ནང་པའི་གནས་ཚུལ་བཅས་རེད་བསྡད་ཤག། དེ་ནས་ཨ་རིའི་སྲིད་འཛིན་ཀྲུམ་གྱིས་ད་ཉེ་ཆར་དུ་ས་ཀེ་ན་ད་ཀྱི་སྲིད་བློན་མར་ཁར་ནི་གྱིས་ཨ་རི་ཡ་ཚུར་ཉེས་ཆད་བཏང་བ་ན་འདི་ལ་ཕར་ལན་འདེབས་བྱེད་ཀྱི་ཡིན་ལས་བཀའ་མོལ་གནང་བ་དང་ད་ང་ཤི་ཀེ་ན་ད་ཀྱིས་ཨ་རི་གྱི་ད་ལྟའི་ད་ཉེས་ཆད་ལ་བོར་བའི་ཁྲིམས་འཆར་ཡ་ནི་དང་དང་ལེན་མ་ཞུས་པ་ལ་བོར་བའི་ད་ག་ད་གོ་མ་གུས་པ་དེ་ཡ་ནི་སྡིགས་ར་བཏང་བྱས་ག་ད་ཀེ་ན་ད་དེ་ནི་རྒྱ་ཁབ། ཅིག་ཡིན་པའི་རྣམ་པའི་ཐོག་ནས་ཨ་རིག་གི་རོགས་སྐྱོབ་མང་པོ་ཅིག་ལེན་བསྡད་ཀྱི་ཡོད་པ་རེད། ད་ཁོ་ཚོ་མུ་མཐུད་ནས་དེའི་ལན་གྱི་རྩིས་རྒྱག་གི་ཡོད་པ་རེད་དེ་ཡོང་གི་མ་རེད་ལན་བཤད་ཡོད་པ་དང། ཐ་ན་བྱས་དེ་མིན་ན་ཀ་ན་ར་དེ་ཨ་རིག་གི་ལྔ་བདེ་ལྔ་བཅུ་ང་གཅིག་པ་བྱས་དགོས་ཀྱི་རེད་ལན་ད་དེ་འདྲ་གི་འདུག་ར་བཏང་བྱ་གང་ད། ཀ་ན་ར་གི་སྲིད་བློན་གྱི་སྐད་ཆ་ཡ་སྲིད་འཛིན Trump གྱི་དགག་པ་རྒྱག་པའི་ནི་ཚོད་ཅལ་རེད་ད་ཤ། ཅི་བྱས་ནི་ཚོས་བཅོས་ནི་མི་འདྲ་བའི་ཁ་ཅིག་ཞུས་པས་ན་ད་ཐ་འདི་རྒྱ་གར་གྱི་བདེ་འཇགས་སློབ་སྟོན་པ་ཨ་ཇཱི་ཏྲོ་བྷིལ་རྒྱ་ནག་ལ་ཕྱིན་རྗེས་ད་ཐ་འདི་ནི་ཚོས་ཐུན་གཅིག་ལ་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ནི་ད་འདི་ཚོགས་ལ་ཉེ་བའི་རྒྱ་གར་ཡ་དུ་ས་བིརིག་གི་ཚོགས་འདུ་ཡ་སྤྱི་ཟླ་དགུ་པའི་ཚེས་བཅུ་གཉིས་དང་བཅུ་གསུམ་གྱི་ཚོགས་འདུ་ཡ་ད་ཅཱ་ཡ་གི་བྷ་ཇི་རེ་བྷ་ལ་ཧོར་བྷེ་ནི་ཉེན་ཁ་ཡོད་དེ་པའི་ནི་ཚོའི་དཔྱད་རེད་དེ་ཤ་ག་འདའ་ཁོ་ནང་ཚོ་གི་ཤ་ཆེ་ཡབ་ཆེ་ན་ནི་མི་ན་གསུམ་གི་རྒྱུད་ནི་སྐད་ཆ་གོ་ཡ་ཆེ་ཡབ་ཆེ་ན་ནི་ཞི་ཅིང་ཕིང་རྒྱ་གར་ལ་དུ་ས་ཚོང་དུ་ལ་ཡུང་གི་ལ་གི་དུ་ས་ད་དེ་ཡུང་བ་ཡིན་ན་ནི་ཀྱི་རྒྱ་གར་ད་དུ་ས་རྒྱ་ནག་ཉི་ཉི་སྟོང་ཉི་ཤུ་ལོ་བོད་དང་ལ་དྭགས་གི་ས་མཚམས་ཡ་རྙོག་དྲ་བྱུང་ཆ་ལོ་བདུན་གི་རྗེས་ལ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་རྒྱ་གར་ལ་ཡུང་བ་ཐེངས་དང་པོ་དུ་ས་ཆགས་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ། དེ་ནས་རྒྱ་གར་གྱི་ཕྱི་སྲིད་བློན་ཆེན་ཨེས་ཇེ་ཤངྐ་ར་རེ་ཤི་ཡ་ལ་ཕྱིན་རྗེས་ར་ཤི་ཡའི་སྲིད་འཛིན་མཉམ་དུ་མཇལ་འཕྲད་དང་འབྲེལ་བའི་ཐོག་ནས་ར་ཤི་ཡའི་སྲིད་འཛིན་གྱིས་གཟའ་ཟླ་བའི་བཀའ་མོལ་གཅིག་གི་ནང་ལོ་ཡར་ར་ཤི་ཡ་དང་རྒྱ་གར་གྱི་པ་ར་ཡའི་ཚོང་འབྲེལ་ལོ་འདིའི་ནང་དཔེ་མི་སྲིད་ཡག་རུ་ཕྱིན་ཡོད་པ། ཚོང་གི་ཐོག་ནས་ཀྱི་ཁ་ལོ་ཏི། འབྲེལ་བ་ཤུགས་ཆེ་རུ་ཕྱིན་རྗེས་ཚོང་མང་རུ་ཕྱིན་ཡོད་པའི་གནས་ཚུལ་བཅས་བཤད་བསྡད་ཀྱི་འདུག་རྒྱལ་ཁབ་གཉིས་ཀྱི་པར་ཡ་ད་ནི་ནུས་ཤུགས་ཀྱི་ཐོག་ནས་རེད་རྫས་འགྱུར་གྱི་ཐོག་ནས་རེད། ཞིང་ཁའི་ད་ལྟ་རྫས་ལུད་ཀྱི་ཐོག་ནས་རེད Fertilizer ལས་དང་ཞིང་ཁ་ལྟ་བས་ལ་བེད་སྤྱོད་བཏང་ཡང་དང་ན་ཞིག་དུས་དྲན་མཚོན་ཆ་དང་འབྲེལ་བའི་ཐོག་ནས་ད་ལྟའི Nuclear Powers འཕྲུལ་ཆས་དང་ཚང་མའི་ཐོག་ནས་ལས་ཀ་ཡག་རུ་ཕྱིན་ཡོད་པའི་གནས་ཚུལ་བཅས་རེད་དེ་བཞིན་རྩ་བའི་ལོ་གོང་མ་ལས་ཚོང་དེ་ཉམས་ཡོད་པ་ནི། ད་ལོའི་ལོ་དེའི་ཚོང་ཡག་རུ་ཕྱིན་ཀྱང་རྒྱལ་ཁབ་གཉིས་ཀྱི་པ་ར་ཡ་དང་ལོ་བཅུ་གྲངས་ཀྱི་འབྲེལ་བ་ཡོད་བསྡད་པ་དེ་མུ་མཐུད་ནས་ཡག་པོ་གནས་ཀྱི་ཡོད་པ་དེ་འབྲེལ་གྱི་གཏམ་བཤད་བྱས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐང་ན་ཤི་ར་ཤི་ཡའི་སྲིད་འཛིན་གྱི་ཤེས་བྱ་བྱས་ན་ད་ལྟའི་རྒྱ་གར་གྱི་སྲིད་བློན་མུ་དྷི་གྱིས་ནི་ར་ཤི་ཡ་མཉམ་དུ་འབྲེལ་བ་བཟང་རུ་གཏང་གི་ཐོག་ལ་ནི་ཐུགས་འཁུར་ཆེན་པོ་ཞིག་འདུག་ཟླ་བརྒྱད་ཀ་མའི་ནང་པའི་གནས་ཚུལ་བཅས་རེད་དེ་ཤ། དེ་ནི་ཡུཀ་རེན་ནང་ལོ་ཡལ་སྟབས་འོས་བསྡུ་གྱི་བཀའ་མོལ་གཅིག་དང་འབྲེལ་བའི་ཐོག་ནས་ཡུཀ་རེན་སྲིད་འཛིན་གྱི་ཁ་ཚང་ཟ་ཉི་མའི་གཏམ་བཤད་ནང་ལོ་ཡལ་ད་ལྟའི་ཡུཀ་རེན་ཡར་འོས་བླུགས་པ་ཡིན་ན་ཉེན་ཁ་ཚ་བོ་ཆགས་ཀྱི་རེད་ཟེར་བ་གང་ལྟར་ད་ལྟའི་དམག་འགྲོ་བཞིན་པ་ཡིན་ཙང་ད་ལྟའི་འོས་བླུགས་པས་ན་ཡུཀ་རེན་གྱི་ས་ཆའི་གི་བདག་དབང་གནས་མ་གནས་རེད་ད་ང་ན་ཞིག་ནང་ལོག་གི་ད་འོས་བླུགས་པས་ན་ཡང་ཟིང་འཁྲུག་ལངས་ཤིང་ནང་ལོག་གི་འཆམ་མཐུན་ལ་ཡང་གནོད་སྲིད་ཀྱི་རེད།

གཞུང་ཚབ་ད་ལྟའི་བཞག་མེད་པས་ནི་བརྫུས་ཅེས་རེད་བྱས་རྩ་བའི་གོང་གི་གཞུང་ཚབ་དེ་སྤྱི་ཟླ་བདུན་པའི་ཚེས་ཉི་ཙེ་གཅིག་ལ་ཕར་ཕྱིན་བྱས་ད་འདིར་གསར་བ་བསྐོས་བཞག་བྱས་མེད་པ་སྟབས་མ་བསྐོས་ཡ་དེ་ཉེ་ཆར་དུ་དབྱིན་ཇིའི་གཞུང་གསར་བ་གིས་ཡུཀ་རེན་གྱི་དམག་ལ་བརྗེད་ཆ་རྒྱ་མུ་མཐུད་ནས་རྒྱབ་སྐྱོར་བྱེད་ཀྱི་ཡིན་ཟེར་ནས་བཀའ་མོལ་གནང་ཡོང་དུས་ར་ཤེ་ཀྱིས་འདི་ལ་མ་འདོད་པའི་རྣམ་པ་གི་ཐོག་ནས་ད་ལྟའི་བར་དུ་གཞུང་ཚབ་བསྐོས་མེད་པ་དང་ཐ་ན་ཤེ་ར་ཤེ་ཀྱིས་དབྱིན་ཇི་གིས་མུ་མཐུད་ནས་ཡུཀ་རེན་ལ་རོགས་པ་བྱས་པས་ན་འདི་གིས་ཡང་ལན་འདེབས་ཡིན་ན་མ་ཟེར་ན་ད་ག་ལོ་ལན་འདེབས་ཡིན་ན་འཁོར་གི་རེད་ཟེར་ནས་སྡིགས་ར་བཏང་བ་ད་དེ་འདྲ་གི་གནས་ཚུལ་བྱུང་བས་ནས་ཚུལ་དཔྱད་ཡོད་དེབ་རེད། དེ་ནས་ཁ་ཏར་ལུང་པ་དེ་ད་ནམ་རྒྱུད་འབྱོར་ལྡན་སྟོབས་ཆེན་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་པ་རེད་ད་ཁ་ཚང་དུ་ས་ཁ་ཏར་ཡ་དཔལ་འབྱོར་གྱི་དཀའ་ངལ་ཤུགས་ཆེན་པོ་འཕྲད་བྱས་ད་ལྟའི་ཁ་ཏར་གཞུང་གི་ལོ་གཅིག་གི་འགྲོ་གྲོན་ནས་བརྒྱ་ཆ་སུམ་ཅུ་མ་ཉུང་བར་བཏང་ཡོད་པའི་གནས་ཚུལ་བཅས་རེད་ཅེས་ན་ཝིས་ནམ་རྒྱུན་ཁོ་ཚོས་ད་རྒྱལ་གྲོས་ཆེན་པོ་བྱས་ནས་འགྲོ་སོང་གཏང་རྒྱུ་ཡག་པོ་རེད་པ་དང་ན་ཤེས་ཁ་ཐར་གྱིས་ཕྱི་ལོགས་ཡར་རོགས་རམ་བྱས་ཏེ་བརྒྱ་ཆ་བརྒྱད་ཅུ་བརྒྱད་ལྔ་མ་འཐེན་ཡོད་པའི་གནས་ཚུལ་བཅས་རེད་ཅེས་གང་ལྟར། ཨ་རི་དང་ཨི་རན་དམག་རྒྱག་བྱས་ཁ་ཐར་ལ་དཀའ་ངལ། བྱས་ཡོད་པ་དང་གྷ་ཐར་གྱི་ཚོང་རྫས་གཙོ་བོ་དེ་ད་ལྟའི་ང་ཚོའི gas ལ་བར་རླུང་རྫས་ཡིན་དེ་བར་རླུང་རྫས་བཙོང་མ་ཐུབ་ཡང་ད་ལྟའི Strait of Hormuz གྲུ་གཟིངས་བརྒྱུད་ནས་གྲུ་གཟིངས་འགྲོ་ཐུབ་ཀྱི་མེད་པ་དང་དེ་འདྲ་གི་ཚོང་གི་ཐོག་ནས་ཁོ་རང་ཚོ་ལ་ཉམས་ཆག་ཆེན་པོ་བྱིངས་ཡོད་པ་རྩ་བའི་ད་ལྟའི་རྒྱལ་སྤྱིའི་དཔལ་འབྱོར་ཉམས་རྒུད་ལ་བར་ཞིབ་འཇུག་ཚོགས་པ་ལ་བར་དཔལ་འབྱོར་སྟངས་འཛིན་ཚོགས་པས་བཤད་བྱས་བྱས་ན་གྷ་ཐར་གྱི་ཚོང་ད་ལྟའི་ལོ་དེ་ཡ་བརྒྱད་དང་ཚ་དྲུག་གི་མ་ཉམས་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཐ་ན་ཞི་བདེ་གི་ཉེ་འཁོར་གྱི་ཁ་ཆེའི་རྒྱལ་ཁབ་ཚང་མ་ལ་དཔལ་འབྱོར་གྱི་ཐོག་ནས་དཀའ་ངལ་འཕྲད་ཡོད་པའི་གནས་ཚུལ་བཅས་རེད་དེ། ཞི་དེ་ནི་ཨི་རན་གྱི་ཕྱི་སྲིད་བློན་ཆེན Sheikh Abbas Araghchi གིས་གཟའ་ཉི་མ་ཡར་གཏམ་བཤད་ཅིག་གི་ནང་ལོ་ཡར་ཨ་རི་གིས་ཨི་རན་ཡར་དཔལ་འབྱོར་ཉེས་ཆད་གཏང་གི་ཡིན་ལད་དེ་གྲུབ་རྙིང་པ་རེད་ས་སྐད་ཆ་རྙིང་པ་རེད།

བསམ་བློའི་རྩ་བ་རྙེད་ནི་མེད་ཟེར་བ་བཞིན་ཨ་རིག་གི་ཐབས་ཤེས་ག་རེ་བྱས་བས་ན་ང་ཚོས་དེའི་སྐོར་ལ་དཀའ་ངལ་སེལ་ཐུབ་ཀི་མ་རེད། ཨ་སེལ་བས་ན་གྲོས་མོལ་བྱས་ནས་སེལ་དགོས་ཀི་རེད་ཟེར་ད་དེ་འདྲའི་བཤད་པའི་གནས་ཚུལ་བཅས་རེད་ད་ཤ་རྩ་བའི་ཨ་རིའི་དཔལ་འབྱོར་དྲུང་ཆེ། Scott Bessent། གིས་གཟའ་ཟླ་བ་ཡ་ད་ག་ད་ཨི་རན་དང་འབྲེལ་བའི་ཐོག་ནས་ཉེས་ཆད་ཀྱི་འཛམ་གླིང་ལུང་པ་ཚང་མ་ཨི་རན་ཡ་ཁབ་སང་བཞག་དགོས་ཡ་གི་རེད་ད་ན་ཤེས། འབྲེལ་བ་མ་ཆད་དེ་འབྲེལ་གྱི་སི་ར་པེ་ཡལ་གྱི་ཆ་ཤས་ཡོད་བསྡད་པ་དེ་འདྲའི་གཅིག་རེད་དེ་ཤ་ག་ད་ཨི་རན་གྱི་ཕྱི་སྲིད་བློན་ཆེན་གྱི་བཤད་ཚད་བྱས་ན་ང་ཚོས་ག་རེ་མོ་ག་རེ་བྱས་པ་ཡིན་ན་ཨ་རིའི་བར་ལ་མགོ་སྒུར་བྱས་དེ་བྱེད་ཀྱི་མ་རེད་ས་ག་ད་ང་ཚོས་གིས་དམག་ལས་ན་དམག་ལས་རྒྱག་གི་རེད་ཚོང་ལས་ན་ཚོང་ལས་རྒྱབ་བྱེད་ལས་ཀ་བྱེད་ཀྱི་རེད་ས་བཤད་པའི་གནས་ཚུལ་བཅས་རེད་དེ་ཤ་ཨི་རན་གྲོས་ཚོགས་ཚོགས་གཙོ་གིས་མོ་ཧ་མད་བྷ་ཁར་ཁ་ལི་བྷོབ་ཀྱིས་བཤད་ཆེད་སྤྱིར་ན། ཉེ་འཁོར་ཁྱིམ་མཚེས་རྒྱལ་ཁབ་མང་པོ་ཅིག་གིས་ཨི་རན་ཡར་འབྲེལ་བ་བྱས་ཤིང་རྒྱལ་ཁབ་གཉིས་ཀྱི་པར་ར་ཡར་བདེ་འཇགས་ཀྱི་གན་རྒྱ་བཞག་ཡ་དང་དཔལ་འབྱོར་གྱི་ཚོང་འབྲེལ་བཞག་ཡ་གི་བཀའ་མོལ་ཡོང་གི་འདུག་ཟེར་བ་ད་གསལ་ཉིད་ནི་འདུག་པ་ཀི་སི་ཐན་གྱི་དམག་སྤྱི་ཨ་སིམ་མུ་ནི་ཡོད་ནི་འདུག་ཏེ་ཧྲན་ནས་བཅར་གྱི་ཡོད་པ་རེད་ཟེར་ཡིན་དེ་འདྲས་བཤད་པའི་ནི་ཚོད་ཅལ་རེད་དེ་ཤག

རྒྱལ་ཁབ་སུ་ལ་སུས་གནོད་སྐྱེལ་བ་ནི་དེ་གི་རྒྱབ་ལ་གསུམ་ཀ་ལངས་ཡ་བྱས་བྱས་ད་དུ་བྱས་པར་བ། ད་དེའི་སྐབས་སུ་དེའི་ནང་ལོ་ཡ་ཨི་རན་ནི་འདུག་ས་འགྲོན་འབོད་ཞུས་པ་རེད་ཨི་རན་དེའི་ཆ་ཤས་ལ་ཡ་འགྲོན་འབོད་ཞུས་པ་རེད་ཟེར་ན་དེ་འདྲ་དཔྱད་གཞི་དེ་གི་འདུག་ག་ད་ཨི་རན་གི་ན་དེ་གི་འགྲོན་འབོད་དེ་དང་ད་དེ་གི་ཆ་ཅན་དང་དོན་རྐྱེན་ག་རེ་བཏོན་ཡོད་མེད་དེ་ཚོ་ཡ་ད་ད་ཁོང་ཚོ་ཞིབ་འཇུག་བྱེད་ཀྱི་ཡོད་པ་རེད་ཟེར་ན་དེ་འདྲ་གི་གནས་ཚུལ་གཅིག་བཏོན་བྱས་ནས་ད་ད་ལྟའི་གནས་ཚུལ་དེ། བརྒྱ་ཆ་བརྒྱ་གཙང་མ་ཡིན་མིན་གྱི་གནས་ཚུལ་མི་འདུག་དེ་གང་ལྟར་དེ་འབྲེལ་གྱི་ཆ་ཤས་ཡོད་པ་ཡིན་ན་གྷི་སི། Iran། Qatar། Pakistan། Turkey། བཞི་གྱིས་མཐུན་འབྲེལ་ཆགས་པས་ན་ཨ་རི་དང་རྒྱ་གར་གཉིས་ཀ་ལ་ཡང་ཉེན་ཁ་ཚ་བོ་ཆགས་ཀྱི་ཡོད་པ་དེ་འབྲེལ་གྱི་གནས་ཚུལ་དཔྱད་ཆ་དེ་ཡོད་རེད། དེ་ནས་ད་ལྟའི་ཨ་རི་དང་ཨི་རན་དམག་རྒྱག་པའི་སྐབས་སུ་ད་ད་ལྟ་བར་དུ་ཨ་རིའི་དམག་མི། བདུན་བརྒྱ་བདུན་ཅུ་དུས་བཞི་ལ་རྨས་སྐྱོན་དང་ཤི་སྐྱོན་ཕོག་པའི་གནས་ཚུལ་བཅས་རེད་དེ་བཤད་དམག་མི་བཅོ་བརྒྱད་ཀྱི་ཚེ་སྲོག་ཤོར་ཡོད་པ་དང་དམག་མི་བདུན་བརྒྱ་ལྔ་བཅུ་ང་དྲུག་རྨས་སྐྱོན་བྱུང་པའི་གནས་ཚུལ་བཅས་རེད་ད་ང་ཚོའི་ལྟེ་གནས་ནི་ཏུར་སི་ཨ་རིག་གི་ཨི་རན་སྒང་ལ་ད་ཞི་བ་ཅིག་སྐྱབས་བྱས་ཕ་ཅིག་ཕ་ལ་ད་སྤུ་ཉག་མ་ཚེམ་བརྒལ་ཐུབ་མེད་པ་འགྲོ་ཅིག་ད་དེ་འདྲས་ཀྱི་བསམ་བློ་ཡོད་རེད་དེ་ཡིན་ནའི་ཨ་རིག་གི་དམག་མི་བདུན་བརྒྱ་ལྔ་བཅུ་ང་དྲུག་ཡ་རྨས་སྐྱོན་ཕོག་པ་དེ་འདྲས་ཀྱི་གནས་ཚུལ་བཅས་རེད་དེ་བཤད། ཨ་རི་དང་འབྲེལ་བའི་གནས་ཚུལ་ཁ་ཅིག་ཤོད་པ་ཡིན་ན་ད་ལྟ་འདིར་ཨ་རིའི་ནང་སྲིད་དྲུང་ཆེ་གི་གསལ་བསྒྲགས་སྤེལ་ཡ། ཨ་རི་གི་ཐོངས་མཆན་བི་ཟ། H1B། གི་བི་ཟ་གི་གོང་ཚད་དེ་ཡར་འཕར་གྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཞག་གྲོ་ལ་འབུམ་གཅིག་དང་སུམ་སྟོང་ཉིས་བརྒྱ་དྲུག་ཅུ་རེ་ལྔ། ད་རྒྱ་གར་ཁོ་མོ་ཡིན་ན། འབུམ་དགུ་བཅུ་གོ་བརྒྱད་ཟེར་ལ་བཞག་གི་ཡོད་པའི་གནས་ཚུལ་བཅས་རེད་དེ། རྩ་བའི H1B གི Visa དེ་ཡིན་ན་ད་ཅིག་ཨ་རི་ཡ་ལས་ཀའི་ངོ་བོ་ཐོག་ནས་འགྲོ་ངེས་ཀྱི་མི་དེ་ཚོ་གིས་ད་ཨ་རིའི་གཞུང་ལ Visa གི་ཡན་ཅན་ལག་རོགས་ད་གང་དག་གོང་ཚད་དེ་ནི་འགྲོ་ལ་འབུམ་གཅིག་དེ་འདྲ་སྤྲད་དགོས་ཡོད་པ་ད་འདིའི་གཙོ་བོ་མང་དེ་རྒྱ་གར་གྱིས་ཤུགས་ཆེན་པོ་དཀྲིགས་ཡོད་པ་ད་འདི་ཨ་རིའི་ནང་ལོ་ཡ་ལི་ཁེའི་ངོ་བོ་གི་ཐོག་ནས་ལི་ཅའི་ཡོངས་བཞག་པའི་བརྒྱ་ཆ་བདུན་ཅུ་དེ་རྒྱ་གར་གྱི་ད་ཆེད་ལས་པ། དྲ་རྒྱའི་ཆེད་ལས་པ་སྨན་པ་ད་དེ་འདྲས་ཆགས་བསྡད་ཀྱི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ་ཆེ་ཚང་གི་ད་ཨ་རིག་གི་ཕྱི་ལོགས་ནས་ལི་ཅའི་བརླག་དགོས་པ་ཡིན་ན་འགྲོ་ལ་འབུམ་གཅིག་ཡ་ཡིན་རྗེས་བཞག་དགོས་ཀྱི་ཡོད་པ་ཡིན་ཙང་ཡ་གཞུང་ལ་སྤྲད་དགོས་ཀྱི་ཡོད་པ་ཡིན་ཙང་ད་ཕྱི་ལོགས་ཀྱི་མི་མ་བརླག་པ་ཆ་ནང་ལོགས་ཀྱི་མི་བརླའི་ཤུགས་ཆེ་རུ་འགྲོ་ཡ་ད་ནང་ལོགས་ཀྱི་མི་ལ་ལས་ཀ་མང་ར་ཡ་ད་གཙོ་བོ་དམིགས་ཡུལ་འདི་གང་ལ་བྱེད་ཀྱི་ཡོད་པ་རེད་ཐ་ན་ཞེས་ཁྱེད་རང་ཨ་རི་ཡལ་ད་དུ H1B གི Visa ཐོག་ལ་ཕྱིན་བྱས་ནས་ཨ་རི་ལས་ལས་ཀ་བྱས་ཀྱི་མ་ནས་ལས་ཀ་ཤོར་བ་ཡིན་ན། ཟླ་བ། གཉིས་རོགས་རེད་ཉི་མ་དྲུག་ཅུ་ནང་ལོ་ཡས་ལས་ཀ་མ་རག་པ་ཡིན་ན། ནི་ཕྱི་ལོག་བྱས་དགོས་ཡས་ཀྱི་འདུག་དུས་ཚོད་བཞག་བྱ་ག་འདྲ་དེའི་དུས་ཚོད་ཡིན་ན་ཐུང་བཏང་ཡོད་པའི་ནི་ཚུལ་བཅས་རེད་དེ་བཞག་དེ་ནི་ཨ་རི་སྲིད་འཛིན་ཀྲུམ་གྱི་ཁ་ཚང་རེད་ས་ད་བ་ཡས་ཨ་རི་གི Canada གི་ཐོག་ལ་ཁྲེས་སྐད་ཆ་ལྔ་བཅུ་རྒྱག་གི་ཡིན་ཟེར་ནས་ད་འདི་གི་འདི་ག་རེ་བཏང་བྱས་གང་ལྟར་ཉིས་སྟོང་ཉི་ཤུ་རྩ་བདུན་གྱི་སྤྱི་ཟླ་དང་པོའི་ཚེས་གཅིག་ནས་གནད་དོན་འདི་གོང་ལ་ནི་གནས་ཚུལ་བཟང་ང་གས་མ་བྱུང་བ་ཡིན་ན་འདི་ལག་བསྟར་བྱས་ཀྱི་འདུག་རྩིས་རྒྱག་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤག་གང་ལྟར་ཁོ་རང་སུ་གི་ད་འདི Canada ནས་ཨ་རི་ལ་འོར་འདྲེན་བྱས་བཞག་པ་མོ་ཏྲ་རེད་ད་གནའ་ཤེས Truck མོ་ཏྲ་ཆེན་པོ་དེ་འདྲའི་ལྕགས་ལ་འོར་འདྲེན་བྱེད་མཁན་དེ་འདྲའི་རེད་ཨ་ནི་ཡང་གཅིག་མོ་ཏྲ་གི་ཆ་ཤས་དེ་འདྲ་ད་ང་ཚོ་ཟུར་བཅོས་རྒྱག་གི་ཆ་ཤས། ཨ་ནི་ཀན་ན་ད་ཀི་ཧ་ཡང་ལའོ་ར Still ད་དེ་ཚོའི་སྒང་ལ་ནི་སྒོ་ཁྲལ་བརྒྱ་ཆ་ལྔ་བཅུ་བརྒྱ་གྱིས་འདུག་སྟིག་ར་ལའོ་རེད་ད་ག་འདའ་ངུས་འདའ་དང་གི་ཡོད་པའི་ནི་ཚོའི་ལྕེ་ཡ་རེད་དེ་ཤ་ཉིས་སྟོང་ཉི་ཤུ་རྩ་བདུན་གི་སྤྱི་ཟླ་དང་པོའི་ཚེས་གཅིག་ནི་དེ་རྒྱ་གི་ཡིན་སྟབས་ཀྱ་སྲིད་འཛིན Trump གི་ད་འདི Truth དྲ་རྒྱའི་ནང་ལོ་ཡ་སེ་དྲག་བྱེད་རན་བསྐྱོད་ཡོད་པའི་ནི་ཚོའི་ལྕེ་ཡ་རེད་དེ་ཤ། ཁོ་རང་གིས་མུ་མཐུད་ནས་ཤེས་ཡ་ཡ་ཀན་ན་ཀྲ་དེ་ཚོང་འབྲེལ་གྱི་ཐོག་ནས་དེར་གྲོས་མོལ་བྱས་ཏེ་ཁག་ཤོས་ཅིག་དང་སྟུག་ཤོས་ཀྱི་རྒྱལ་ཁབ་ཅིག་རེད་དེ་བྱས་གང་དག་དོན་དག་བཅས་སྒྲུབ་ཡ་མེད་པས་དེ་འདྲའི་དཀའ་ངལ་འཕྲད་ཀྱི་འདུག་ཟེར་ནས་བཤད་ཡོད་པ་དང། ནས་རྩ་བའི་ཡང་ཀན་ན་ཀྲ་དེ་ཨ་རིག་གི་ཆ་ཤས་རེད་ཟེར་ནས་དེ་འདྲ་ཡང་བཤད་བསྡད་ཀྱི་ཡོད་པ་དང་གང་དག་དེ་འདྲའི་གནས་ཚུལ་གཅིག་དང་འབྲེལ་བའི་ཐོག་ནས་ཉིས་སྟོང་ཉི་ཤུ་རྩེ་ལྔ་ལོ་ལ་ཡི་མུ་ན་ཀན་ན་ད་ནི་ཨ་རི་ཡའི་རྐྱ་ལག་སྟངས་ཞབས་ཏེ་གྲོ་ལ་བི་ལིན་སུམ་བརྒྱ་བརྒྱད་ཅུ་སྐྱི་རིམ་པ་བཏང་ཡོད་པའི་གནས་ཚུལ་བཅས་རེད་དེ་བཞིན་དེ་ནི་ཨ་རི་གིས་ད་ལྟའི་ཨི་རན་གྱི་དམག་དང་འབྲེལ་བའི་ཐོག་ནས་ཨ་རི་གིས་ཨི་རན་དཔལ་འབྱོ་ཤི་བའི་ཉེས་བྱེད

ཉེས་ཆེ་པ་བབས་ཉེས་ཀྱི་ཉེས་ཆེ་ཕོག་ཕོག་ཉེས་ཀྱི་ད་ང་ཚོ་སྐྱག་ལང་འགྲོ་མ་སོང་ན་ཤོག་ཚབ་རེད། ཨ་ནི་ཨ་རིག་གི་ཉེས་ཆེ་བཏང་བས་ན་ག་བཀོད་ཅིག་བྱས་ཐུག་གི་མ་རེད་བཟོ་ད་ད་ལྟའི་དངོས་ནི་ཡག་བྱས་ན་ལོ་བཞི་བཅུ་གི་ནང་ལོ་ཡ། ཨ་རིག་གི་ཉེས་ཆེ་བཏང་བཏང་བ་བསྡད་པ་རེད་དེ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ཡ། ཨ་རིག་གི་སྲིད་འཛིན་ཇི་མི་ཀར་ཏར་གྱིས་ད་ལྟའི་ཨི་རན་གྱི་དཔལ་འབྱོར་འགྲོ་ལ་བི་ལིན། བཅུ་གཉིས་དུ་སུ་བཀག་སྡོམ་བྱས་ནས་བཞག་ཡོད་པའི་ལོ་རྒྱུས་བཅས་བྱུང་ཡོད་པ་འདྲ། དེའི་རྗེས་ལ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་ནང་ལོ་ཡང་ཡང་ཨ་རིག་གིས་བསྐྱར་དུ་ཨི་རན་གྱི་སྣུམ་གྱི་ཚོང་རེ་དང་ན་ཞིག་དངུལ་ཁང་དཔེ་ཆ་བཏང་ཡ་དཀའ་ལས་བྱས་ཡ་རེ་དང་ན་ཞིག་དམག་དང་དུད་སྦྲེལ་མཚོན་ཆ་དང་འབྲེལ་བའི་ཐོག་ནས་ད་མང་པོ་ཅིག་གི་སྒང་ལ་ཉེས་ཆད་དཔབ་བཅས་དཀའ་ངལ་ཤུགས་ཆེན་པོ་སྤྲད་ཡོད་པ་དང། དེ་ནི་ཉིས་སྟོང་བཅོ་ལྔ་ལོ་ལ་ཨི་རན་དང་ཨ་རི་དང་ཡུ་རོབ་ཀྱི་པཱ་ར་ཡ་སྐད་ཆ་སྒྲིག་བྱས་གོ་ཡོང་ག་རོ་གང་ཙམ་ཡོང་ཡོད་རེད་དེ་ཡི་སྲིད་འཛིན་ཀྲམ་གྱི་སྲིད་གཞུང་ཡག་ལས་ཅན་ཚང་མ་གཏོར་བྱས་ད་གང་ལྟར་ད་ལྟ་བར་དུ་ཉེས་ཆད་བཏང་བཏང་བ་རེད་བྱས་ད་གི་ད་སྲིད་འཛིན་ཀྲམ་གྱི་ཉེས་པ་ག་རེ་བཏང་ན་མ་བཏང་ན་ཨི་རན་དེ་ཁོ་རང་སོ་ཁོ་རང་སོ་ཡང་དེ་ཡི་གི་ཐབས་ལམ་ཅིག་བཙལ་བྱ་འགྲོ་ས་ཡོད་བེ་རྣམ་པ་ཤེས་དེ་གི་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤ་ད་ང་ཤེས་ཨ་རི་གི་དཔལ་འབྱོར་དྲུང་ཆེ Scott Bessent གྱི་བཤད་བྱ་བཞིན་ཁོ་རང་སུ་གིས་ད་ལྟའི་ཨི་རན་ཡར་ཉེས་ཆད་བཏང་གི་ཡོད་ཟེར་བ་དེས་ད་ལྟའི་ཨི་རན་ལ་ཉེས་ཆད་བཏང་པ་ཡིན་ན། གནས་དེའི་ནང་ལོགས་ལ་ད་རྒྱལ་ཁབ་སུ་འདྲ་ཅིག་གིས་ཨ་རི་ཡར་ལངས་འབྲས་མ་བྱས་པ་བྱས་བྱས་ཨི་རན་མཉམ་དུ་ངན་པ་ལངས་འབྲས་བྱས་བྱས་ཚོང་རྒྱག་པ་ཡིན་ན། འདིས་རྒྱལ་ཁབ་དེ་ལ་བས་ནས་ཨ་རི་གི་ངོས་ནས་གནོད་ཤུགས་སྤྲད་ཀྱི་ཆ་ཤས་ཡོད་དེ་བས་ནས་ཚོས་བཅད་རེད་དེ་ཤག། རྩ་བའི་སྲིད་འཛིན་ཀྲུམ་གྱིས་ནི་ད་ལྟའི་ད་རྒྱལ་ཁབ་མང་པོ་ཅིག་གི་འགོ་ཁྲིད་ལ་འབྲེལ་བ་བྱས་བྱས་ཨི་རན་ལས་ཉེས་ཆད་བཏང་ཡས་ཀྱི་ཐོག་ལ་ནང་མོལ་བྱས་བྱས་སྐད་ཆ་བཤད་ཀྱི་ཡོད་པ་དེ་དེ་རྐྱེན་དེ་རང་བཅལ་རེད་དེ་ཤ་ད་ད་ལྟའི་ཨ་རིག་གིས་ཨི་རན་ལས་ཉེས་ཆད་བཏང་བས་ན་གནད་འགག་ཆེ་བ་ལྔ་ཡི་སྒང་ལ་ཟེར་ན་ད་དེའི་གཙོ་བོ་དྲ་རྒྱ་འཕྲུལ་རྒྱ་དང་འབྲེལ་བའི་ཐོག་ནས་རེད། ཐ་ན་ཞེས། གསེར་གྱི་ཐོག་ནི་རེད་གནམ་གྲུ་དང་འདྲེས་པའི་ཐོག་ནི་རེད་གྲུ་གཟིངས་གྲུ་ཧེ་དང་འདྲེས་པའི་ཐོག་ནི་རེད་དངུལ་ཁང་དང་དཔལ་འབྱོར་དང་འདྲེས་པའི་ཐོག་ནི་གང་དག་དེ་འདྲའི་གི་ཉེས་ཆད་ཤུགས་ཆེན་པོ་བཏང་བཅས་བཀག་སྡོམ་བྱས་བྱས། ཁོ་རང་སུ་ལ་འདུག་ས་དཀའ་ངལ་སྤྲད་ཀི་ཆ་ཤི་ཡོད་དེ་བས་ནི་ཚོས་བཅད་རེད་དེ་ཤ། དེ་འདྲའི་གི་བཅར་འདྲི་གཅིག་གི་ནང་ལོ་ཡོད་གསར་འགོད་པས་གི་ནི་རྒྱ་ནག་གི་ནི་དེ་འདའི་ཨ་རིག་གི་ལབ་ན་ཤེང་ཉན་གི་རེད་བས་ལ་དུས་ནི་དེ་འདའ་ཁོ་རང་གི་བཤད་བྱས་བྱས་ན་ཚེ་རྒྱ་ཁབ་སུ་འདྲ་བྱས་ནས་ཨ་རིག་གི་ཉེས་ཆད་བཏང་ཚར་བས་ན། གནད་དེ་བརྩི་སྲུང་བྱེད་དགོས་ཀྱི་རེད། དེ་མ་བྱས་པ་ཡིན་ན་རྒྱལ་ཁབ་ཁོ་རང་སུ་ལ་ཡི་དཀའ་ངལ་འཕྲད་ཀྱི་རེད་ལབ་ཀྱི། ཡང་དེ་འབྲེལ་གྱི་བཀའ་མོལ་གནང་པའི་གནས་ཚུལ་བཅས་རེད་དེ་ཤ་ནེ་ཏཱ་ཁ་ཚང་དུ་ཨི་རན་གྱི་ལྷོ་ཕྱོགས་ཡ། ང་ཚོའི gas ལ་བོ་ར་རླུང་རྫས་ཀྱི་ཐོན་ཁང་ཤུགས་ཆེན་པོ་ཞི་བ་ཆེ་རག་བྱས། ད་ག་འདྲ་ཨི་རན་ད་འདི་ཆ་ནེ་ཏཱ་ཅིག་དེ་འདྲའི་ཐོན་ཁོངས།

དེ་འདྲ་གཅིག་ལགས་རེད་ད་ག་འདྲ། ལུང་རྫས་དེ་འདྲ་གཅིག་སྟོན་ཐུབ་པ་ཡིན་ན་ལོ་བཅོ་ལྔ་སོགས་རོགས་འདང་ཡག་གི་དེ་འདྲས་ཡོད་དེ་བས་ནི་ཚོའི་དཔྱད་རེད་དེ་ཤ་ནི་ཨ་རིག་གི་རྒྱ་ནག་གི་དཔྱད་ལ་ཡ་ཅར་དུ་ནི་སྒོ་ཁྲལ་བདུན་དང་ཚ་ལྔ་རྒྱ་གི་ཆ་ཤས་སྟོན་གི་ཡོད་པས་ནི་ཚོའི་དཔྱད་རེད་དེ་ཤ་ད་ཨ་རིག་གི་ཤའི་ཆ་ཕྱེ་ན་རྒྱ་ནག་གི་བེད་ཁོ་ན་དཔྱད་ལ་ག་རི་སྟོན་པ་ཡིན་ན་བེན་བེད་གླུ་གླུ་ཚད་ལས་སྐྱེས་པ་སྟོན་ཆ་ཨ་ནི་ཁྲོམ་རའི་ནང་ལོ་བེད་བཙོང་མ་ཐུབ་ཡ་ད་དེ་འདྲས་གི་དཀའ་ངལ་བཟོས་ཆ་འདི་འདྲ་བྱེད་ཀྱི་འདུག་ཟེར་བ་དེ་བྱས་པས་ན་ནི་ཏག་ཏག་བསྡད་ཀྱི་མེད་པ། ད་གང་ལྟར་ཀྲུའམ་གྱི་དུས་ཡུན་གཉིས་པ་དེའི་སྐབས་སུ་རྒྱ་ནག་ཡང་སྒོ་ཁྲལ་ཉུང་ཤུས་ནང་ཡག་མ་ཅིག་བཟོས་ཡོད་པ་རེད་དེ་ད་ད་ལྟ་ཡང་བདུན་དང་ཚ་ལྔ་གི་ཡ་པ་རས་ཀྱི་དེ་འདྲ་ཡིས་རྩད་བགད་ཀྱི་ཡོད་པའི་ནི་ཚོའི་དཔྱད་རེད་དེ་ཤག། དེ་ནི་ཁོ་རང་སུ་གིས་ནི་ད་ལྟ་འདི་རྒྱ་ནག་གི་གནས་སྟངས་མང་པོ་ཅིག་ཧ་གོ་བའི་ཐོག་ནས་རྒྱ་ནག་གི་དྲང་པོ་བདེན་པ་བྱེད་ཀྱི་མེད་པ་ད་དེ་ཡ་ནི་ནུས་ཤུགས་དེ་ནི་སྒོ་ཁྲལ་པར་ཡ་གི་ཐོག་ནས་ནུས་ཤུགས་སྤྲད་པས་ན་ད་ཐབས་ལམ་འགྲོ་མ་སོང་ན་ཡག་ཤོས་ཆགས་ཀྱི་ཡོད་པ་དེ་འདྲའི་གི་ཉམས་མྱོང་བསགས་པའི་ཐོག་ནས་རྒྱ་ནག་ཡ་གོ་ནི་འདུག་སྒོ་ཁྲལ་པར་ཡ་གི་འདུག་སྲིད་ཇུས་བཏིང་གི་ཡོད་པའི་གནས་ཚུལ་བཅས་རེད་དེ་ཤ། རྒྱ་དཀར་ནག་གཉིས་ཀྱི་གནས་ཚུལ་བཅས་ཞུས་ཡོད་པ་ཡིན་ན་ད་ལྟ་འདིར་རྒྱ་གར་གྱི་གསར་ཁང Times of India གཙོས་པའི་རྒྱ་གར་གསར་ཁང་ཕྱི་མོའི་ནང་ལ་བསྐྱོད་ཡ་ལ། རྒྱ་ནག་སྲིད་འཛིན་ཞི་ཅིང་ཕིང་ནི་ད་ལྟའི་ཚོགས་ལ་ཉེ་བའི Brics གྱི་ཚོགས་འདུའི་ཡ་ནས་བཅར་ཡ་གྱི་ད་རེ་བ་ཆེན་པོ་ཡོད་པ་རེད་ཟེར་བ་ད་ལྟའི་ཁོ་རང་བཅར་བ་ཡིན་ན། ནས་ཉིས་སྟོང་བཅུ་དགུ་ལོའི་རྒྱ་ནག་སྲིད་འཛིན་ཞི་ཅིན་ཕིན་རྒྱ་གར་ལ་ཅིག་ཡོང་ཡོད་པ་འདྲ་ད་དེའི་གི་སྐབས་སུ་ཁྲིད་བཞག་པ་ལས་ད་ལོ་མི་ལྟ་བློར་ཁྲིད་བྱས། རྒྱ་ནག་གི་གནད་ཡོད་མི་སྣ་བཞི་བརྒྱ་སྐོར་ཁྲིད་བྱས་ནས་སང་ཉིན་ཕྱི་ཟླ་དགུ་པའི་ཚེས་བཅུ་གཉིས་དང་བཅུ་གསུམ་གི་ཚོགས་འདུ་ཡང་བྱ་སྲིད་ཀྱི་རེད། ད་དེ་ལ་ན་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་རྒྱ་གར་ལ་ལོ་བདུན་གྱི་རྗེས་ལ་ཡོང་གི་ཡོད་པའི་གནས་ཚུལ་གཅིག་དང། རྩ་བའི་ཉེ་ཆར་རྒྱལ་དབང་གིས་ད། འཁྲུག་རྩོད་ཀྱི་རྗེས་ལ་ཡོང་ཡོད་པ་དེ་འདྲ་གྱི་གནས་ཚུལ་བཅས་ཆགས་བསྡད་ཀྱི་འདུག་གནས་ད་ལྟའི་རྒྱ་གར་གྱི་བདེ་འཇགས་སློབ་སྟོན་པ National Security Adviser Ajay Doval ཡིན་ན་ཁ་ཚང་གཟའ་ཟླ་བ་ནས་དུ་ས་རྒྱ་ནག་ཡ་ཉི་མ་གཉིས་ཀྱི་འཚམས་གཟིགས་བྱེད་ཆེད་གནས་ད་ལྟའི་རྒྱ་ནག་གི་དམིགས་བསལ་སྐུ་ཚབ་མཉམ་དུ། བོད་དང་རྒྱ་གར་གྱི་ས་མཚམས་ཡང་རྒྱ་དཀར་ནག་གཉིས་ཀྱིས་གྲོས་མོལ་བྱས་པའི་ཐོག་ནས་ཐག་གཅོད་ཀྱི་ཐབས་ལམ་བརྩིས་ཡོད་པའི་གནས་ཚུལ་གཅིག་དང་ད་ལྟའི་ནི་ཁོ་ས་ཆ་གི་བྱང་ཐག་རིང་པོ། ཀི་ལོ་མི་ཀྲི་སུམ་སྟོང་ལྷག་གི་ས་མཚམས་ཡང་ད་གང་ཐག་ཐག་བཅད་ཀྱི་འདུག་ཟེར་ཀ་མེད་གནང་གི་ཡོད་པའི་གནས་ཚུལ་བཅས་རེད་ཤག།

ན་ནིང་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ནས་བཟུང་རྒྱ་ནག་ཡ་ཆིང་བཅས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་མཉམ་དུ་པེ་ཅིང་ལ་མཇལ་འཕྲད་བྱུང་པའི་སྐབས་སུ་ནི་ད་ལྟའི་བོད་དང་རྒྱ་གར་གྱི་ས་མཚམས་ཁག་ཅིག་ལི་པུ་ལེགས་རེད་ཤི་པཀི་ལ་རེད་ན་ཐུ་ལ་འདི་ཚོང་འབྲེལ་སྒོ་སྤེལ་གྱི་བཀའ་མོལ་བྱུང་པ་ན་ཤི་ནི་ཚོང་འབྲེལ་ཚང་མ་སྒོ་སྤེལ་ཡོད་པ་དག་ནི་རྒྱ་གར་གྱི་ཡུལ་མིའི་གངས་རིན་པོ་ཆེ་ལ་གནས་སྐོར་བགྲོ་ཡས་ཀྱི་ཐག་གཅོད་བྱུང་མེད་ན་བཞིན་ལག་བསྟར་བྱས་ཡོད་པ་དེ་གང་ལྟར་འདི་འདྲའི་དགེའི་གནས་ཚུལ་བཅས་རེད་དེ་ཤག་ཁྱེད་རང་གིས་ད་ད་ལྟའི་རྒྱ་ནག་གི་སྲིད་འཛིན་ཞི་ཅིང་ཕིང་ཨ་རི་ཡར་མ་ཕེབས་གོང་ལ་ནི་དུ་ས་རྒྱ་གར་ལ་ཐེག་གི་ཡོད་པ་ཡིན་ཙང་ནི་ད་ལྟའི་ད་རྒྱ་གར་གྱི་རྒྱལ་ས་ལྡི་ལི་ཡར་ལས་འཁྱུར

གཙུག་ལག་ཁང་ནས་ཕྱིན་ནས་སྟབས་གོ་བར་གཅིག་པོ་དུ་ཕེབས་སོང་བ་དང་འདི་འདྲ་བོ་གཅིག་འགྲོ་ཐུབ་བས་ན་འདི་ཚོ་ཡག་པོ་ཡོད་བསྡད་པ་གང་དག་བློ་དགའ་རང་བཙན་ལགས་ཀྱི་བློས་བཏང་དང་བྲལ་བའི་ཐོག་ནས་རེད་ད་ན་ཤེས་ད་རྒྱ་ནག་གི་ཁྲིམས་འཆར་གསར་པ་དེ་ད་བོད་པའི་ཐོག་ལ་ད་སྡང་ཟུག་ཆེན་པོ་གི་ཁྲིམས་འཆར་ཡིན་པ་ཡིན་ཙང་ད་དེའི་སྐབས་སུ་སྐད་རྒྱག་པ་ཡིན་ན་ད་འདི་འཛམ་བུ་གླིང་མང་པོ་གཅིག་གི་ཡང་རྒྱ་ནག་ཡ་ངན་ཕྱོགས་ནས་ད་དེ་ངན་མང་པོ་བྱས་ཡོད་བསྡད་པ་རེད་ཨ་རིས་གཙོས་པའི། ཨ་རིའི་གི་མཐུན་ཕྱོགས་རྒྱལ་ཁབ་ཚང་མ་གི་ཆེན་ཚང་གི་ཡ་ང་ཚུའི་གསར་འཇུས་བཀོད་པའི་སྐབས་སུ་ཨ་ནི་ཞི་ཅིང་ཕིང་རྒྱ་གར་ལ་ཐེ་ཨབ་རེས་ད་གམ་ཁོ་རང་ཚོ་ག་རེ་བྱས་ན་དེ་གཅིག་བཀོད་གི་རོ་བ་འདི་གི་ཞོག་ལ་ཡིན་ནི་ཡང་བོད་པའི་ངོ་སྒོ་རྒྱབ་སོང་ལས་ཆོ་ད་དེ་གསར་ཁང་ཚང་མས་བཀོད་གི་རེ་ད་རྒྱ་གར་གསར་ཁང་ཡིན་ན་བཀོད་གི་རེ་གང་ཡིན་ཟེར་ན་ཁོ་ཡ་ག་ཅིག་ད་སྡུག་ག་ཅིག་མཉམ་བཏང་གི་བཏང་གི་བྱེད་གི་འོ་རོ་བ་ཆེན་ཚང་གི་ད་ད་ལོའི་ང་ཚོའི་གས་རྒྱ་ཐུ་བ་ཡིན་ན།

སི་ཇི་པི། ད་ལྟ་ཀོག་ཀྲེས་ཇཱན་ཏཱ་པཱ་ཏི་ལ་ནི་རྒྱ་གར་གྱི་ཇན་ཛིའི་གཞོན་སྐྱེས་ཚོགས་པ་དང་འབྲེལ་བའི་ཐོག་ད་ཁོ་ཚོའི་གྱི་ངོ་རྒོལ་ཅིག་རྒྱ་གར་རྒྱལ་ས་ལྡི་ལི་ཡའི་སྤྱི་ཟླ་དགུ་པའི་ཚེས་ལྔ་ནས་སྤེལ་རེད་འདུག་ད་ཁོ་ཚོས་ཡིན་ན་གོ་སྐབས་ཟིན་པ་རེད་གང་ཡིན་ཟེར་ན་ད་ལྟའི་རྒྱ་གར་གྱི Brics གྱི་ཚོགས་འདུ་དེ་གལ་ཆེན་པོ་བཞི་བ་བཅས་ཀྱང་ཚོགས་ཀྱི་ཡོད་པ་ཡིན་ཙང་དེའི་སྔོན་ལ་ངོ་རྒོལ་རྒྱག་པ་ཡིན་ན་ད་ཚོགས་འདུ་ཡང་བར་བསྐྱལ་ཡོང་དགོས་ཀྱི་ཉེན་ཁ་ཡོད་པ་ཡིན་ཙང་ཡང་ཁོ་ཚོ་གྱི་འབོད་སྒྲ་དང་གོ་དོན་དེ་ཚོ་སྒྲུབ་ཡས་ཀྱི་ཅིག་ཁ་ལོ་བར་ད།

ནི་རྒྱ་ནག་ལ་ཆིངས་བྱ་རྒྱ་དཀར་ནག་གཉིས་ཀྱི་ད་ལྟའི་ས་མཚམས་དང་འབྲེལ་བའི་ཐོག་ནས་ཚོགས་འདུ་ཐེངས་ཉི་ཤུ་རྩ་ལྔ་པ་དམིགས་བསལ་གྱི་ཚོགས་འདུ་འཚོགས་པའི་ལྟ་གྲུབ་འབྲས་དེ་ས་འཇུ་ན་ཡང་ཡང་ཀླད་སྟེགས་རེད་ད་འདི་སྐབས་སུ་གཙོ་བོ་ང་རང་ཚོའི་སྲིད་ཇུས་ཉམས་ཞིབ་གང་ཡིན་ན་རེད་དག་ན་བྱས་ད་བོད་གཞུང་གི་མཛད་གཙོ་རྣམ་པའི་ལས་བྱེད་རྣམ་པ་ཕྱི་དྲིལ་ལས་ཁུངས་ད་ལྟ་དེ་འདྲའི་གི་ཐོག་ནས་ད་ལྟའི་བོད་དང། ཁ་ལོར། རྒྱ་གར་གྱི་པ་ར་ལ་ས་མཚམས་མ་གཏོགས་ནི་རྒྱ་དཀར་ནག་གཉིས་ཀྱི་པ་ར་ཡ་ས་མཚམས་མེད་པ་ད་དེ་འདྲའི་གྱི་མཆན་རྒྱ་ཡོར་བ་ནི་རྒྱ་དཀར་ནག་གཉིས་ས་མཚམས་གྱི་འབྲེལ་བ་ཆད་དང་པོ་བོད་དེ་རང་བཙན་གཙང་མ་གྱི་རྒྱལ་ཁབ་བྱེད་ན་རྒྱ་དཀར་ནག་གཉིས་ས་མཚམས་གོར་ཡོད་མ་རུང་བ་ད་དེ་འདྲའི་གྱི་ཡང་མཆན་དེ་འདྲ་རྒྱག་ཐུབ་པའི་ནི་ད་ཚང་མས་གྱི་དོ་སྣང་བྱས་དེ་གྱི་ཡོད་པའི་ས་མཆན་བྱིན་པ་ཡིན་ཙང་འདིའི་འོག་ལ་ང་རང་ཚོས་མཆན་དེ་དེ་བྲིས་ཐུབ་པ་ནི་ད་དེ་ཚོ་ཡང་ཡག་པོ་ཡོད་འདྲ་བོ་གཅིག་རེད་ད་གང་ལྟར

ཆིང་བཞེས་ད་མོ་རང་ལོ་དྲུག་ཅུ་རེ་དགུ་སྤྲོ་བོ་གཅིག་ཡ། ཨ་ནི་མོ་རང་ནམ་རྒྱུན་རྒྱུན་ལྡན་གྱི་ད་སློང་ས་དེ་ད་ནི་ཁ་ཆེ་ལྷང་གི་སྒོ་འགྲམ་ཡ་དེ་ཆ་སློང་གི་ཡོད་པ་འདྲ། ད་མོ་ཁ་ཚང་གྲོངས་པའི་རྗེས་ལ་རྨོ་གི་ནང་ལ་དུ་ས་ད་སྔོ་ཡོང་དུས། བོ་ར་ཡ་ལགས་རོ་ད་ང་ཚོའི་བོ་ར་ལེགས་རོ་ད་དེ་འདྲའི་གི་ཁུག་མ་སུམ་ཅུ་དཔེ་ཤག་རྒྱང་ནི་བཞག་ཡོད་པའི་ནི་ཚོའི་དཔྱད་རེད་ད་ཁུག་མ་ཚང་མ་ནང་ལོ་ཡ་གོ་མོ་བཅུ་ལོ་ཉི་ཤུ་ལོ་ལྔ་བཅུ་ལོ་ཅག་གི་དཔེ་ཤག་ད་གང་ད་ཁོ་རང་ཚོ་གི། བསྡོམས་ཡོང་དུས། འབུམ་བརྒྱད་དང་ཁྲི་བཞི་ཐོན་ཡོད་པའི་གནས་ཚུལ་བཅས་རེད་ཞེ་ད་དེའི་ནང་ལོགས་ནས་འབུམ་དྲུག་ཅིག་ཁོ་རང་གི་པིང་ཀ་ལ་སྤྲད་ཡོད་པ་དང། འབུམ་གཉིས་དང་ཁྲི་བཞི་ཅིག་པིང་ཀ་གཞན་ཅིག་ལ་སྤྲད་ཡོད་པ། པིང་ཀ་གཞན་དེ་གའི་འབུམ་གཉིས་དང་ཁྲི་བཞི་དེ་ནི་ཁོ་རང་ཡང་མོ་གོ་ས་ཀྲ་གྷན་དྷ་རྨོ་ལགས་ཀྱི་ཁ་ཆེ་གི་ལྷ་ཁང་སྒོ་འགྲམ་ཡང་དེའི་ཆ་ནས་སློང་བསྐྱལ་བ་ཡིན་ཙང། འབུམ་གཉིས་དང་ཁྲི་བཞི་དེ་ཁ་ཆེ་ལྷ་ཁང་ལ་ཞལ་འདེབས་བསྐྱལ་བའི་གནས་ཚུལ་བཅས་རེད་ཤག། ད་ག་འདྲ་འདི་ནང་ལོ་ཡི་བཀའ་དྲིན་རྗེས་དྲན་གྱི་ཞལ་འདེབས་དེ་ཁ་ཞེ་ལྷག་འོང་ལ་འཆིང་བ་རེད། ཐ་ན་གཞན་བརྩམས་ཙམ་ན་ང་ཚོའི་གློག་བརྙན་དེ་ཚོ་གཅིག་ཉི་མ་ཉི་མ་གི་ཁ་ལག་ཟ་ཡ་རག་མ་རག་གི་ཐོག་སློང་དེ་ཡོད་ན་ཡང་ང་ཚོས་དེ་སྤྲད་བས་ན་ཕན་གྱི་རེད་བ། ད་དེ་ཚོ་འགྲོ་བས་ན་ང་ཚོས་སྤྲད་སྤྲད་སྤྲད་སྤྲད་སྤྲད་ཅིང་ད་ག་འདྲ་འབུམ་རྒྱལ་སེམས་ཉེ་དྲི་བ་སྣེམས་བསྡད་བསྡད་བྱ་མོ། རྟ་དེ་འདྲའི་མང་པོ་ཡོད་དེ་ཨབ་རི་ཅན་ཚང་གི་རྟ་ནམ་རྒྱུན་གློག་བརྙན་ལ་སྦྱིན་པ་བཏང་པའི་སྐབས་སུ་སྟངས་འཁེལ་པོ་བྱས་ནས་སྤྲད་དེ་གལ་ཆེན་པོ་རེད། རེད་བ། ང་ཚོའི་ད་གཅིག་གྱུར་བ། ཆུ་དང་ཟས་ཉོས་ནས་སྤྲད་པས་ན་ཁོ་ཁབ་ཏུ་ཟ་ཡ་རེད་མ་གཏོགས་ཁྱི་ཉག་དེ་གལ་ཡོད་མ་རེད་བ། ཡང་དཔེ་ཆ་སྤྲད་པས་ན་ཁོ་དཔེ་ཆ་སྤྲི་ལུ་སྤྲི་སྟངས་དེ་ཅིག་ཁ་ལོ། ག་འདྲ་བྱེད་དགོས་ད་ག་འདྲ་ཐབས་འཁེལ་པོ་བྱས་ཏེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་པ་འདྲ། དེ་ནི་དབྱིན་ཇིས་ཀྱི་སྲིད་བློན་ཟུར་པ་བེ་རི། ཇོན་སན་གྱིས་ཁ་ཚང་ཡང་བཀའ་མོལ་གཅིག་གི་ནང་ལོ་ཡ་ངས་སྔོན་མ་ཁི་ཝིན་ཨེ་ལི་ཛི་བེད་མཉམ་དུ་སྐད་ཆ་བྱུང་པའི་སྐབས་སུ་སྐད་ཆ་བྱུང་སོང་ཟེར་བ་ག་ད་ཁི་ཝིན་ཨེ་ལི་ཛི་བེད་ག་རེ་ཞིག་དུ་ལེན་ན་ཁི་ཝིན་ཨེ་ལི་ཛི་བེད་ཀྱིས་རྒྱ་གར་དེ་ར་ཤི་ཡ་མཉམ་དུ་ད་འབྲེལ་བ་དུག་རྩ་བཏང་གི་མ་རེད་ཟེར་དེ་མི་བཏང་པའི་རྒྱུ་མཚན་དེ་རྒྱ་གར་གྱི་སྲིད་བློན་དང་པོ་ཇེ་བྷ་ལ་ལ་ནི་རུ་གྱིས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་གཉིས་ཡ། གནས་དུ་ཟེར Queen Elizabeth ལ་སྙན་གསང་ཞུ་ཡ་གཅིག་ཡ་ང་ཚོའི་ར་ཤི་ཡ་མཉམ་དུ་འབྲེལ་བ་ཡག་ཤོས་ཉ་གི་ཡིན་ཟེར་ང་ཚོ་ཁོང་ཚོ་མཉམ་དུ་དུས་ནམ་ཡང་ད་འབྲེལ་བ་མེད་པ་འབྲེལ་བ་འདུག་ར་ལྟ་ངི་མེད་ཟེར་ད་གང་ལྟར་འདི་འདྲ་བཤད་ཡོད་པའི་གནས་ཚུལ་གཅིག Paris Johnson ལ་བཤད་ཡོད་འདྲ་ད་རྩ་བའི་དུས་ཚོད་གཅིག་ཡ་ཨ་རིག་གིས་པ་ཀི་སི་ཐན་རྒྱབ་ལ་ལངས་བྱས་རྒྱ་གར་ཐོག་ལ་དམག་རྒྱལ་གྱི་ལི་ཤི་དཔལ་བསྡད་བའི་སྐབས་སུ་ར་ཤི་ཡ་གིས་རྒྱ་གར་གྱི་རྒྱབ་ལ་ལངས་བྱས་ག་ད་ཨ་རིག་དམག་ཕྱི་འཐེན་བྱས་བྱས་རྒྱ་གར་རྒྱལ་ཁ་ཐོབ་བི་ད་དེ་འདྲ་གི་ཡང་བྲེལ་བ་བཟང་པོ་གཅིག་ཡོད་བསྡད་པ་རེད་དེ་ནས་ད་ཁ་ཚང་དུ་དབྱིན་ཇིའི་སྲིད་བློན་གསར་པ། Andy Burnham། ནས་བསྡུ་སའི་ཡུཀ་རེན་ཡའི་འཚམས་གཟིགས་ཐད་ཡོད་པའི་གནས་ཚུལ་བཅས་རེད། དེ་བཞིན་རྩ་བའི་འཚམས་གཟིགས་དེ་མ་ཕེབས་གོང་ལ། ད་ལྟའི་ཡུ་རོབ་སྤྱི་མཐུན་དང་འབྲེལ་བའི་ཐོག་ནས་ད་ཡུ་རོབ་རྒྱལ་ཁབ་ཁག་བཅས་ཀྱིས་ཡུཀ་རེན་ཡའི་དམག་གི་རོགས་རམ་བྱས་ཀྱི་དྲ་ཐོག་གི་ཚོགས་འདུ་ཅིག་བསྐོངས་ཡོད་པ་དེའི་སྐབས་སུ་ཡིན་ན་གཙོ་བོ་ད་ལྟའི་ཧྥ་རན་སི་རེད་ཇར་མ་ནི་རེད་ཚང་མས་ཆ་ཤས་ཤུགས་ཆེན་པོ་ལེན་ཡོད་པས་གནས་ཚུལ་བཅས་རེད་དེ་ཤ་ག་ད་ག་ཚང་རེད་ས་ད་བ་ཡ་དབྱིན་ཇིའི་སྲིད་བློན་ནི་ཡུཀ་རེན་ཡ་འཚམས་སི་ཐེ་བ་དེ་དབྱིན་ཇི་སྲིད་བློན་གོ་ནི་ཡ་ལས་ཆ་ཕྱི་གའི་རྒྱལ་ཁབ་ཐེངས་དང་པོ་འགྲོ་ས་དེ་ཆ་དེ་གི་ཡོད་པ་ནི་ཁོ་རང་ཡུཀ་རེན་ཡ་འགྲོ་བའི་སྐབས་སུ་ནི་ཁོ་རང་གི་རོགས་པ་ལ་ཡུ་རོབ་ཀྱི་འགོ་ཁྲིད་ཁག་ཅིག་དང་ཡུ་རོབ་སྤྱི་མཐུན་རྒྱལ་ཁབ་ཀྱི་ཡུ་ཨི་ཀའུ་ཨུན་སིལ། ཚོགས་གཙོ། Antonio Costa། མཉམ་དུ་ཐེ་ཡོད་པའི་གནས་ཚུལ་བཅས་རེད། ཕ་ཁི་ཐེ་དེ་གཙོ་བོ་ཡུ་ཀེ་རིན་རང་བཙན་ཉིན་མོ་ཡར་སྲུང་བརྩི་དང་འབྲེལ་བའི་ཐོག་ནས་སྐུ་མགྲོན་ཡར་བཅར་ཡོད་པ་དང། དེའི་སྐབས་སུ་ཁོ་རང་གི་གཏམ་བཤད་ནང་ལོ་ཡར་ར་ཤི་ཡ་ཀྱིས་དབྱིན་ཇི་ལ་སྡིགས་ར་ག་འདྲ་བཏང་བ་ཡིན་ང་ཚོས་ཀྱིས་དེ་ལ་བརྩི་མེད་བཏང་པའི་ཐོག་ནས་ཡུ་ཀེ་རིན་ཡར་ཐོག་སར་རྒྱབ་སྐྱོར་དང་མཐུན་རྒྱུར་རོགས་རམ་བྱེད་ཀྱི་ཡིན་ཞེས་བསླབ་བྱ་ཁོ་རང་གིས་གཏམ་བཤད་གནང་ཡོད་པའི་གནས་ཚུལ་བཅས་རེ་རེ་བཤད། རྩ་བའི་ད་ད་ལྟའི་རྒྱལ་ཁབ་གཉིས་ཀྱི་པ་ར་ཡ་དམག་བྱུང་བཅས་དུས་ཡུན་རིང་པོ་ཕྱིན་པ་རེད་དེ་ད་ལྟའི་ཡིན་ན་ད་ཡུ་རོབ་རྒྱལ་ཁབ་ཚང་མས་ནི་ད་ལྟའི་ཡུཀ་རེན་ཡ་ད་རོགས་རམ་གོ་ལག་བཅས་ཀྱི་ཐོག་ནས་རེད་ནི་ད་ནི་ཞེས་ད་དཔལ་འབྱོར་གྱི་ཐོག་ནས་རེད་ཚང་མ་ཡ་མུ་མཐུད་ནས་བྱས་ཀྱི་དམ་བཅའ་བརྟན་པོ་ཡོད་འདོད་པའི་གནས་ཚུལ་བཅས་དང། ཡུག་ཀེ་རེན་གྱི་སྲིད་འཛིན་ཡིན་ན་ད་ལྟའི་དམག་འདི་ལ་གདོང་ལེན་དྲག་པོ་བྱས་ཐུབ་ཀྱི་ཡོད་པ། དེ་གང་ལྟར་མིག་གིས་སུས་སུས་ཀྱིས་ལས་ཀ་བྱས་ཡོད་པ་ཡིན་ན་རྒྱབ་སྐྱོར་བྱེད་ངེས་ཀྱི་རྒྱབ་སྐྱོར་ཐོབ་ཀྱི་ཡོད་པ། དེ་འདི་འདྲའི་གི་རྣམ་པ་གཙོ་བོ་གཅིག་ཆགས་བསྡད་ཀྱི་ཡོད་པ་རེད། དེ་ནི་ནིའུ་ཛི་ལན་གྱི་ད་ལྟའི་ཁྲིམས་འཆར་གསར་བ་ཅིག་གིས་ཡོངས་ཀྱི་སྤྱི་ཚོགས་དྲ་རྒྱ་བདེན་འཛུགས་ཀྱིས་ད་ང་ཚོའི་དྲ་རྒྱ་ཕབ་ལེན་བྱེད་ཅེས་ཨ་ནི་དྲ་བྱ་བྱ་སྒོ་སྤེལ་བའི་སྐབས་སུ་གང་ཟག་ལོ་བཅུ་དྲུག་གི་སྒང་ལ་ཡིན་པ་ཁུངས་སྐྱེལ་བྱས་པའི་ཐོག་ནས་མ་གཏོགས་སྤེལ་ཆོག་གི་མེད་པའི་ཁྲིམས་ཆ་ཅིག་ཁྱེར་ཡོང་གི་ཡོད་འདྲ། ད་དེ Instagram TikTok Snapchat རེད་བ་ད་དེང་སང་གཞོན་སྐྱེས་མང་ཅིག Snapchat བེད་སྤྱོད་བཏང་གི་འདུག་བ་ད Facebook དེ་མི་དེ་སི་ཡར་ལོ་རྒན་པ་གི་རེད་ད་དེ་ཚོ་ཚང་མ་གི་ནི་དུ་ད་སྤུའུ་གི་སྒོ་སྤེལ་བའི་སྐབས་སུ་ལོ་བཅུ་དྲུག་ཡིན་པའི་ཁུངས་སྐྱེལ་སུ་སུའི་ལག་ཁལ་སྤུའུ་གི་ལག་ཁལ་རེད། དེ་མིན་ན་ཡང་དྲ་རྒྱའི་ཐོག་ནས་ད་ག་འདྲ་གདོང་པ་པར་བརྒྱབ་པའི་ཐོག་ནས་གདོང་པའི་པར་གྱི་ཐོག་ནས་ཡང་ལོ་ཚད་ག་ལ་ག་འཚམས་ཤིང་འཐུག་རུ་བ། དེ་འདྲས་བྱས་དགོས་གོ་རེད་ལན་དེ་གི་ཁྲིམས་ཆ་གཏང་གི་ཡོད་པ། ད་གི་སི་དེ་འདྲས་བྱས་མེད་པ་ཡིན་ན། ནི་སྤྱི་ཚོགས་དྲ་རྒྱ་དེ་གི་ད་འཛམ་བུ་གླིང་གི་ཁྱོན་གྱི་ཡོང་འབབ་གི་ཐོག་ནི་བརྒྱ་ཆ་བཅུ།

དེབ་སྟོན་བྱས་གློག་རོགས་དེ་ཕོན་ཆེན་པོ་སྟོན་ཡས་ཀྱི་དུས་སུ་ལས་ཀ་འགོ་བཙུགས་ཡོད་པའི་གནས་ཚུལ་བཅས་རེད་ཤག་གྷ་དྷ་ཨ་རི་གིས་རྒྱ་ནག་ཡ་ད་ཅིབས་གློག་རོགས་དེ་དྲ་རྒྱའི་མ་ལག་གཙོ་བོ་བཏང་ཡས་ཀྱི་བཀག་སྡོམ་མང་པོ་བྱེད་ཀྱི་ཡོད་པ་རེད་དེ་རྒྱ་ནག་ཁོ་རང་སོགས་ཀྱིས་ཡང་རང་རྐྱ་འཕེར་བའི་ལས་ཀ་ཅིག་བྱས་ཡོང་གི་ཡོད་པའི་གནས་ཚུལ་བཅས་རེད་ཤག་དེ་ནི་ད་ཐེངས་རྒྱ་ནག་གི་དེ་རིང་རྒྱ་ནག་གི་དབུས་ཀྱི་ཚོགས་འདུའི་ནང་ལོ་ཡར་ཁྲིམས་འཆར་གསར་པ་གཅིག་ཏུ་ཟེར་བ་ཡིན་བསམ་ཞུས་ཡོད་པའི་གནས་ཚུལ་བཅས་རེད་འདུག་ཤ་ཀྲ་ཁྲིམས་འཆར་གསར་པ་འདི་ཡིན་ན་ནི་ལྐོག་ཟ་རེ་ཟུང་དང་འབྲེལ་བའི་ཐོག་ནས་ད་ད་ལྟ་བར་དུ་རྒྱ་ནག་ནང་ལོ་ཡར་ལྐོག་ཟ་རེ་ཟུང་བྱས་ཤ་ཟ་ལ་ནི་ལྐོག་ཟ་རེ་ཟུང་གིས་མ་ཉེས་ཁ་གཡོག་གཡོག་པའི་ཐོག་ནས་ད་གང་ཟ་ངེས་དང་མ་ཟ་ངེས་གཉིས་ཀ་མི་གང་ལ་གང་ཟ་མང་པོ་གཅིག་བཙོན་ལ་བཅུག་པའི་གནས་ཚུལ་བྱུང་བར་བ། ད་འདི་དང་འབྲེལ་བའི་ཐོག་ནས་ད་ད་འདི་ལྐོག་ཟ་རེ་ཟུང་དེ་ས་མཚམས་བརྒལ་ཆེད་ཨ་ནི་དོ་ལྐོག་ཟ་རེ་ཟུང་ཞིབ་འཇུག་བྱས་ཆེད་ཨ་ནི་དོ་ཉེས་ཆད་བཏང་ཆོག་ཡ་འཛིན་བཟུང་བྱས་ཆོག་ཡ་ད་འདི་འདྲའི་གི་ཁྲིམས་ཆད་ཅིག་ད་འདི་རྒྱ་ནག་གི་དབུས་ཀྱི་ད་འདི་ཚོགས་འདུ་ཐེངས་ཉི་ཤུ་རྩ་བཞི་པ་ཚོགས་འདུ་དེ་དེ་རིང་ནས་འགོ་གཙོ་བྱས་ས་པ་སངས་པ་དང་ཚོགས་ཡོད་པ་ད་འདིའི་ནང་ལོག་ཡ་དོ་གྲོས་འཆར་ཁེལ་ཡོད་པའི་གནས་ཚུལ་བཅས་རེད་ད་བཤད་རྩ་བའི་ད་འདི་གྲོས་འཆར་དེ་ཕྱི་ལ་མི་མང་ལ་ཁེལ་བཏོན་མི་འདུག་དེ། གང་དག་དེའི་ནང་ལོགས་ཡ་གཙོ་བོ་དེ་ད་རྒྱ་ནག་གི་ཡུལ་མི་ཡིན་ན་རེད་གང་དག་ཕྱི་ལོགས་ལ་བསྡད་བྱ་ནི་རྒྱ་ནག་དང་འབྲེལ་བའི་ཐོག་ནས་ལྐོག་ཟ་རེ་ཟུང་བྱས་ཡོད་ན་རེད་དེ་མིན་ན་རྒྱ་ནག་ནས་ལྐོག་ཟ་རེ་ཟུང་བྱས་བྱ་དེ་དཔེ་ཆ་དེ་ཕྱི་ལོགས་ལ་བཏང་བྱ་ནི་ཕྱི་ལོགས་ལ་ལོངས་སུ་སྤྱོད་གིན་ན་ད་གང་དག་དེ་འདྲེ་དང་འབྲེལ་བའི་ཐོག་ནས་ལྐོག་ཟ་རེ་ཟུང་ཡ་དམ་དྲག་བྱས་བྱ་རྒྱ་ནག་ཕྱི་ལོགས་ཡ་ནས་ཉེས་བཅད་བཏང་ཡག་གི་འདུག་སི་དཔལ་འབྱོར་གྱི་ཁྲིམས་འགལ་བྱེད་མཁན་ཚང་མ་ཡ་ཉེས་བཅད་བཏང་ཡག་གི་འདུག་སི་ཁྲིམས་འགལ་བཤད་གི་ཡོད་པའི་ནི་ཚོའི་བཅད་རེད་ད་ཤ་ད་གང་དག་ཉེས་བཅད་འདུག་སི་རྒྱ་ནག་གི Ethnic Unity ལོག་ར་ད་གང་དག་དེའི་གི་ཁྲིམས་དེ་དང་འབྲེལ་བའི་ཐོག་ནས་ཡང་སྐད་ཆ་བཤད་ཡ Ethnic Unity ཕྱི་ལོག་གི་མི་གི་ཡང་འདུག་སི་ཁྲིམས་འགལ་བས་ནས་པ་ནི་ཕྱི་ལོག་གི་མི་ལ་འཛིན་བཟུང་བྱས་ཆོག་ཡག་གི་དེ་འདྲའི་གི་ད་ཁོ་རང་ཚོ་དེ་ན་ཆ་ཆེན་བཤད་ཡ་རེད་ད་ད་འདྲའི་ལྐོག་ཟ་རིགས་སོང་དེ་ཡེ་ནས་ཡང་ཕྱི་ལོག་ལ